མིད་པའི་སྤང་རྒོད་སོར་བ་པའི་ཀ་སྐད་མ་ཡོང་ངེས་པའི་ཁ་ཀྱོག་ཀྱོག་སྣ་ཀྱོག་ཀྱོག་པའི་སྔོ་ནད་པའི་མིག་མི་གསལ་བ་པའི་དབང་པོ་མི་གསལ་བ་གཅིག་སྐྱོ་བོ་ཞིག་ནས་ཁོ་རེ་ཁོ་རེ་བསམ་ནང་ལ་ང་རང་ཚོ་གི་རོ་གཅིག་བསམ་པ་ཅིག་ཕལ་ཆེར་ཡོང་གི་ཡོད་རེད། ས་ར་དེ་འདྲའི་ཅིག་གི་ནང་ནས། སོ་སོ་བག་མེད་པའི་ཞག་དབང་དུ་བག་མེད་པའི་དབང་དུ་སོང་སྟེ། ཨ་བུ་ཟི་ཡིན་འགྲོ་བསམ་པ་ཞིག་ང་ཨ་བུ་ཟི་ཡིན་བསམ་པ་རེད་དེ་འདྲའི་ཅིག་གི་ད། ག་སོང་རེད་རང་གི་རང་ཚོད་རང་གིས་ཟིན་པ་ཅིག་གི་ཚོད་ཡག་པོ་བྱུང་མ་ཐེ་ཨོ་ཟི་ཡིན་འགྲོ་བསམ་པ་ཅིག་གི། ཡང་ན་དགའ་རོགས་ཤིག་ཡིན་བསམ་པ་ཡང་ན་ནི་ཨོ་ཟི་ཡིན་འགྲོ་བསམ་པ། ཨོ་དེ་འདྲའི་གཅིག་གིས་གང་ལྟར་བས་བག་མེད་པའི་གཞན་དབང་དུ་སོང་སྟེ། ཨུན། ཨེ་ནི། ཨོ་ཟི་ཡིན་འགྲོ་བསམ་པ་དེ་འདྲའི་གཅིག་གིས་ད་བག་མེད་པའི་གཞན་དབང་དུ་སོང་སྟེ། དགོས་མེད་སྐྱེན་མེད་ད་འདི་ག་སོགས་རེད་པས་ཀྱི་ད། ཐབས་གང་ཡང་ད། བྱས་མེད་དེ་ངས་གཅིག་གིས་ད་ཡ་ང་བོ་ད་པས་ཉམས། ཨོ་དེ་ཡ་ང་ཡ་ད་གནས་སྐབས་འདི་འདྲའི་གཅིག་གིས་འཇིགས་པ་ཞིག་ཡོང་གི་རེད་བསམ་པ་ངས་མ་ཤེས་མྱོང། ཨ་ནི་མི་རྟག་པའི་རང་བཞིན་ཅན་ཡུན་རིང་ཐུང་བའི་ཚེ་འདི་ཁོ་ནའི་འདི་ལྟ་བུའི་ཆེད་དུ་ཨ་ནི་ཉེ་བའི་སྡིག་པ་མང་པོ་ཁྱད་དུ་བསད་དེ་དག་བསྒྲུབ་ཡོད་རེད་བྱས་ཡོད། མི་རྟག་ཚེ་འདིའི་ཆེད་དག་ཏུ་སྡིག་པ་མང་པོ་ཉེ་བར་བསྒྲུབས། སྐྱེ་བོ་ཡན་ལག་བཅོས་པའི་སར་དེ་རིང་འཁྲིས་པའང་བྲལ་གྱུར་ཏེ་ཁ་དང་མིག་རྩ་ཉན་ལ་སོ་ལྔ་ལས་གཞན་དུ་འགྱུར་སྣང་ན་གཤིན་གཤིན་ཕོ་ཉ་འཇིགས་འཇིགས་ཏེ་ཤ་གཟུགས་ཅན་གྱིས་བཟུང་གྱུར་ཅིང་འཇིགས་ཅིང་ནད་ཀྱིས་ཁྱབ་གྱུར་པ་རབ་ཏུ་ཉམས་དང་གནོད་བྱེད་དགོས་གསུངས།

དང། དེ་ཡི་ནི་པའི། སྒྲ་མི་འཛིན་པ། ཁོ་གཟུགས་འཛིན་ཡོད་ངེས་བྱས་ཡོད་ངེས་ཏེ་ཁོ་བདག་གིས་མིག་གི་དབང་པོ་གཟུགས་གཞན་གཅིག་གིས་བྱས་ཡོད་ངེས། ད་དེ། དང། གསལ་རིག་ཙམ་གྱི་ངོ་བོ་ལ་སྐྱེ་བ་དེ་ལ་ཤེས་པ་སྔ་མའི་དེ་མ་ཐག་རྐྱེན་གྱིས་ད་བྱས་ཡོང་བ་ཡིན་པ། འོ་དེ་འདྲ་ཡིན་དུས་ཙམ་ནས། ཁོ་གསལ་རིག་གི་ངོ་བོ་ལ་སྐྱེ་བ་དེ་ལ། དེའི་རྒྱུན་སྐྱེ་གཞི་སྔ་མ་གཅིག་དང། ད་དེའི་རྒྱུན་སེལ་བས་ནི་ག་དགྲ་ཡི་ནི་པའི། ཡིད་ཀྱི་ཤེས་པའི་དེ་མ་ཐག་རྐྱེན་གྱིས་ནི་གསལ་རིག་གི་ངོ་བོར་ཡོད་དེ་ངེས་ཀྱི་ཤེས་པ་སྔ་མ་སྔ་མའི་རྐྱེན་ལ་བརྟེན་ནས་ཤར་ཡ་ཅིང།

ཨ་དེ་འདྲ་ཡིན་དུས་ཙམ་ནས། ཨ་ནི། ལུས་ཀྱི་ཆ་ཤས་ཅི་ཙམ་པའི་ཕྲ་མོ་ཞིག་ལ་གཏུགས་པ་ཡིན་ན་ཡང་གསལ་རིག་གི་ངོ་བོར་ཡོང་རྒྱུ་མ་རེད། དེ་ལ་བརྟེན་ནས་གསལ་རིག་གིས་གསལ་རིག་གིས་དེ་ལ་བརྟེན་བྱས་ནས་གནས་སྐབས་དེ་ལ་བརྟེན་བྱས་ནས་ཡོང་གི་ཡོད་རེད་མ་གཏོགས་པ་ཅིག་རྩ་བ་གསལ་རིག་ཁོ་ན་དེ་ལས་སྐྱེས་ཟེར་ན་ཁག་པོ་རེད། ས་དེ་འདྲ་ཡིན་དུས། གསལ་རིག་ལས་གསལ་རིག་ཙམ་གྱི་ངོ་བོར་ཡོད་དེ་ངས་ཅི་དེ་གའི་ཡུན་སྔ་མ་སྔ་མ་ལ་བརྟེན་ནས་ད་ཡོང་དགོས་ཡ་ཞིག་ཆགས་ནས་ཡོང་བ་ཡིན་དུས། ད་ལྟ་ང་རང་ཚོའི་རྒྱུད་ལ། དཔེར་ན། ག་སོགས་རེད་མིག་གིས་གཟུགས་མཐོང་ཡོང་དུས། མིག་གིས། མིག་གིས་མཐོང་བྱུང་ངས་མཐོང་མ་བྱུང་བསམ་པ་ཞིག་མི་བྱ་བར།

ཕན་གནོད་ལ་བྱེད་རྒྱུ་ཡོད་དེ། ཡང་ལུས་ལ་ཡང། རྐྱེན་རེ་བ་གང་ཡང་མ་བྱས་ན་ཡང། སེམས་གཅིག་པུ་སྐྱིད་མ་སྐྱིད་ཁོ་ནའི་ཐག་ནས་སེམས་སྐྱིད་མ་སྐྱིད་འབའ་ཤིག་གི་ཐག་ནས། དང། ལུས་ལ་ཡང་བག་གོ་རྒྱུ་དེ་ཡང་འགྲོ། དེ་འདྲས་ཀྱི། ཁོ་ཅིག་འདུག་རྒྱུ་འདུག་ཨ། ཤ་ཁག་པོ་ཅིག་དང་བློ་ལ་ཡང་ཆགས་རྒྱུ་ཁག་པོ་འདུག་དེ་ཡིན་ན་ཡང། ང་ཚོས་མིག་གིས་མཐོང་ཡག་གི་དང་མིག་གིས་མཐོང་ཡག་གི། ལུས་པོ་འདི་གཅིག་པུ་མེད་པ་ཅིག་དེ་ལ་ནུས་པ་གཞན་དག་ཅིག། ཡོད་ཡོད་ངེས་ཅན་ཆགས་ཀྱི་འདུག་པ་ནང་གི་མྱོང་ཡན་ཞིག་ཤེས་ཀྱི་འདུག་པ། དེ་ནི་དེའི་མཚན་ཉིད་དང་དེའི་ངོ་བོ་མྱོང་ཡན་ངོ་འཕྲོད་དེ་ཤེས་ཐུབ་ཡག་ཁག་པོ་རེད་ཁོ་ར་དམིགས་བསལ་གྱི་སྦྱང་བརྡར་བྱས་ཡོད་དང་སྦྱང་བརྡར་བྱས་ཏེ་སེམས་ངོ་འཕྲོད་པ་ཞིག་མ་བྱུང་ན། སེམས་ཀྱི་དོན་དམ་པའི་གནས་ལུགས་ཤེས་རྒྱུ་དེ་ཕར་བཞག་སྟེ་སེམས་ཀྱི་ཀུན་རྫོབ་པའི་གནས་ལུགས་ཤེས་རྒྱུ་ཡོད་ཁག་པོ་རུ་རེད། ཁ་ནས་གསལ་རིས་ལ་རྒྱུ་ད་ལས་སླ་བོ་རེད་དེ།

སྤྱིར་ཤེས་བྱ་ལ་ཡང་ཡོད་པ་དང་མེད་པ་ཟིན་ཏེ། འདི་འཇལ་བྱེད་ཀྱི་ཚད་མ་ལ་གོ། མི་ལོ་གཅིག་གཅིག་ཡོད་ན་འགྲིག་གི་རེད། ཨེ་ང་ཚོ་སྐྱེ་བ་སྔ་ཕྱིར་མི་མང་པོ་གཅིག་གིས་འཐུང་གི་ཡོད་མ་རེད་མི་མང་པོ་གཅིག་གིས་དྲན་གྱི་ཡོད་མ་རེད་དེ་དྲན་ཡན་གཅིག་གིས་ཡོང་གི་ཡོད་རེད། དེ་ང་ཚོ་མཐོང་ཕྱིར་ཡོད་དེ་རེད། གཅིག་གིས་དྲན་པ་ཡིན་དུས་ཡོད་ནས་དྲན་པ་རེད་མ་གཏོགས་མེད་པ་ཞིག་ལ་དྲན་ཡང་ཡོང་གི་མ་རེད། དེ་འདྲ་ཡིན་དུས་ད་ལྟར་ཨེ་ནས་ག་སོགས་རེད་ད་སྐྱེ་བ་སྔ་ཕྱིར་ཡོད་དེ་ངན་གཅིག་ད། དེའི་སྐྱེ་བ་སྔ་ཕྱི་ཡོད་པ་ཞིག་ཡིན་ན། ད་དེའི་རྣམ་ཤེས་ཡར་ཐབས་འཁྲུག་པོ་ཡོད་མ་རེད་མ་མཐའ་ལས་འཁྲུག་པོ་ཡོད་མ་རེད་ང་རང་ནང་པ་སངས་རྒྱས་པའི་ཐེག་པ་ཆེན་པོའི་ད་གཞུང་དང་ལྷག་པར་གསང་སྔགས་ལ་ན་ལོག་ནས་ཤེས་པའི་རྣམ་གཞག་དེ་མང་པོ་བཤད་ཡོང་བ་ཡིན། ཨོ་དེ་འདྲ་ཡིན་དུས་ད་དེ་འདྲས་ཀྱི་བར་དེ་འདྲས་བྱས་ཡོང་དུས། ཤེས་པའི་ཡ་ཐལ་ཡོད་མ་རེད་ཐོག་མ་དེ་འདྲས་བྱ་བ་རེད་ཟེར་བྱས་ཡོད་མ་རེད་རིག་པ་ལས་ཐོག་མ་ཡོད་མ་རེད་རིག་པ་ལས་ཐ་མ་ཡོང་རྒྱུ་མ་རེད་བེམ་རིག་པ་རྣམ་འབྱེད་ཀྱི་ངོ་བོ་འགྲོ་རྒྱུ་རེད། ཨོ་དེ་འདྲས་ཡིན་དུས། ཨོ་དེ་འདྲས་ཡིན་དུས།

དེ་ལ་ཡང་སོ་སོ་ག་འདྲ་ཞིག་ལ་འགྲོ་དང་མི་འགྲོ་དེ་གདེང་ཟིན་ངེས་ཏེ་སྤུ་ཟ་ཙམ་མེད་བལྟས་པའི་ངང་ཚུལ་འདི་འདྲ་ཞིག་གི་འོག་ནས་ཨེ་ནི་ནམ་ཞིག་ཕོ་ཡོན་པོའི་དངངས་སྐྲག་ཡོང་རྒྱུ་ཡིན་པ་ཐག་ཆོད་པ་རེད་སོང་དང། ཤེས་གཟུགས་ཅན་གྱི་གཟུང་འགྱུར་གྱི་འཇིགས་ཞེན་ནད་ཀྱིས་ཐེབས་འགྱུར་བ་རབ་ཏུ་ཉམས་ཐག་སྨོས་ཅི་དགོས། དེ་ལྟར་དུས་ཚོད་འདི་འདྲ་ཞིག་བཞག་ནས་ཡོད་བལྟས་པའི་སྐབས་དེ་ལ། སུ་ཞིག་འཇིགས་ཞེན་འདི་ལས་དང་ལེགས་པར་སྐྱོབ་པར་བྱེད་འགྱུར་ཞེས་བྲེད་ཤ་ཐོན་པའི་མིག་བགྲད་ནས་ཕྱོགས་བཞི་སྐྱབས་བདག་འཚོལ་བར་བྱེད། ཕྱོགས་བཞི་སྐྱབས་མེད་མཐོང་ནས་ནི་དེ་ནས་ཀུན་ཏུ་ཡིད་མུག་གྱུར་སོང། འདི་འདྲ་བའི་ངང་ཚུལ་དེ་རང་གི་ཐོག་ཏུ་བབས་ཡོད་དུས།

ཅེས་པའི་རྒྱ་མ་སོགས་འདི་འདྲ་གི་ཐོག་ནས་ད། སྐྱ་མིན་རྒོད་མིན་ཞི་བུ་གཅིག་གི་གནས་ཚོད་ལ་སླེབས་ཡོད་འདུག་ཙང་ནས་ད་རང་ལ་ཡག་པའི་སྐྱབས་ཐུབ་ངེས་ཅིག་སུ་ཡོད་འགྲོ་སྙམ་པའི་རེ་ད་ཕྱོགས་བཞིར་པའི་ད་སྐྱབས་ཞིག་ཨེ་ཨེ་ཉིན་གཅིག་གི་པའི་རྩལ་ལ་ཡིན་ན་ཡང་སྐྱབས་ཉེས་ཡ་ཡོག་མ་རེད་བྱས་པས་ཕྱོགས་བཞི་སྐྱབས་མཐའ་ཚོགས་ཅེས། ཕྱོགས་བཞིར་སྐྱབས་མེད་མཐོང་ནས་ནི་དེ་ནས་ཀུན་ཏུ་ཡིད་མུག་གྱུར་སོང། དེའི་གནས་སྐབས་ལ། རང་ཉིད་བདག་ཉིད་དག་གི་མགོན་ཞེས་གསུང་བ་ནང་བཞིན་གྱི། རང་གི་སྐྱབས་གནས་དེ་ངོ་ཐོག་མཐར་གཏུགས་ཡོད་འདུག་ཙང་ནས་རང་སྐྱབས་ངོ་ཐོག་དེ་ཆོས་ཀུན་སྤྱོད་ཡིན་པ་རེད། ནང་པ་སངས་རྒྱས་པའི་སྐྱབས་གསུམ་བཤད་ཀྱི་ཡོག་རེད་དེ། སྐྱབས་ངོ་མ་དེ་ཆོས་རེད།

དེ་འདྲའི་རིགས་ཐང་ནས་ཕྱིན་པ་ཡིན་ན། ཕྱི་རྟག་ཏུ་མིན། སྐུ་གསུང་ཐུགས་ལྡན་པའི། ག་སོགས་རེད་པས། ཚད་ཟིན་ས་རུ་ད་ཡོད་རེད་ཟེར་ནས་བཤད་བསྡད་ས་ཅིག་མིད་པས་ཆད་པ་ལ་བརྩི་ཡ། བདག་གི་སྐུ་གསུང་ཐུགས་ལྡན་བཟང་པོ་ཡོད་ས་ལ་བརྩི་ཡ། ཁོ་རེ་པས་ལག་པ་པས་ཕྲེང་བ་དང་མ་འབྲེལ་ཟེར་ནས་བསྡད་དེ་ངན་ཅིག། ཆད་པ་ལ་ཆ་བཞག་ས་ཅིག་ངོ་ལྡོག་སེམས་རྒྱུད་ཆོས་དང་འབྲེལ་བ་ཅིག་གི་དམ་པའི་ཆོས་ངོ་མ་ཞིག་ལག་ལེན་བསྐྱལ་ཐུབ་མེད་ན། དེའི་གནས་སྐབས་ལ། སྐུ་གསུང་ཐུགས་ལྡན་འདི་ཡི་འདི་གི། བར་དོའི་གནས་སྐབས་ལ་སླེབས་ཐུབ་ཡ་ཡོད་མ་རེད།

མི་མཐུན་པ་ལས་རྒྱལ་བ། ཉོན་མོངས་པ་དང་ཤེས་བྱའི་སྲིད་པ་མཐའ་དག་ལས་རྒྱལ་བ། ཐུགས་རྩ་བ་གསུམ་གྱི་གཞན་དབང་དུ་སོང་བའི་འགྲོ་བའི་མགོན་པོ། སྐྱེ་ཤི་དྲང་པོ་གསུམ་ལ་སོགས་པའི་རིང་ལ་ཡང་ནི་བྱ་དཀའ་བའི་སྤྱོད་པ་ལ་སློབ་པ་དེའི་དེ་འགྲོ་བ་སེམས་ཅན་ཁོ་ནའི་ཆེད་དུ་མཛད་པ་ཡིན་རྒྱུ་ཙམ་ནས་ད་ལྟ་སྐྱོན་ཀུན་སའི་ཡོན་ཏན་ཀུན་ལྡན་གྱི་སངས་རྒྱས་ཀྱི་ས་ལ་ཡང་སངས་རྒྱས་ཀྱི་ས་མངོན་དུ་བྱས་ཟིན་པའི་རྗེས་ལ་ཡང་མཛད་རྒྱུ་སེམས་ཅན་གྱི་དོན་བར་དུ་མཛད་རྒྱུ་མེད་དེ་ངེས་ཤིང་རྒྱུ་ཙམ་ནས་གཅིག་ཏུ་འདོད་པའི་དོན་ལ་བརྩོན་པར་མཛད།

གཞན་གྱིས་དབང་མེད་དུ་རང་གི་ལུས་དབུལ་བ་དབུལ་དུ་བཅུག་པ་ལྟ་བུ་མ་ཡིན་པར་རང་གི་འབད་པས་དང་དུ་བླངས་པས་བདག་ཉིད་ཀྱིས་བདག་གི་ལུས་འདི་དབུལ་བར་བགྱིའོ། ཐུགས་རྗེའི་དཔྱད་པ་མ་འཁྲུལ་བའི་འཕགས་པ་སྤྱན་རས་གཟིགས་འགྲོ་བའི་མགོན་པོ་དེ་ལ་ཡང། བདག་གིས་རང་གི་སྨྲེ་སྔགས་པའི་ཉམ་ཐག་གི་ང་རོས་འོ་དོད་དྲག་པོ་འབོད་པའི་སྒོ་ནས།

བདག་དེ་འདྲས་ཀྱིས་དེ་རྣམས་ལ་འབད་དེ་སྐྱབས་སུ་བའི་སྙིང་ཐག་པ་ནས་འོ་དོད་འབོད་པའི་སྒོ་ནས་སྐྱབས་སུ་མཆི་སྟེ། སྐྱབས་སུ་སོང་བ་ཙམ་གྱིས་མི་ཆོག་པར། སྐྱབས་འགྲོའི་བསླབ་བྱ་ལ་བསླབ་ཚེ་རང་གིས་ད་སྤང་ལག་མ་ཤོར་བ་བྱེད་དགོས་པ་ཡིན་དུས། ད་ནི་རང་སྔོན་ཆད་ནས་ནི་ཁྱོད་ཀྱི་བཀའ་ལས་འདས་ཏེ། སྤང་ལག་པས་མ་ནོར་བ་ཞིག་བྱེད་ཐུབ་ཡོད་མ་རེད། ད་ནི། འཇིགས་པ་རེད་ད་འཇིགས་པ་རྣམ་པ་མང་པོ་དེ་ཡོད་དུ་མཐོང་བའི་སྒོ་ནས།

ཕྱིན་ཆད་ནི་པའི་ད་གོང་ནས་གོང་དུ་པའི་ད་སོགས་ལས་ཕྱིན་ཆད་ནི་པའི་རྒྱལ་བ་དང་རླབས་ཆེན་པོ་བསྒྲུབ་ཡ་རེད་ཨོ་དེ་འདྲས་ཀྱི་ད་སྤང་བླང་བྱེད་དགོས་པ་ཅིག་ཡིན་དུས། ཐ་མའི་ནད་ཀྱིས་འཇིགས་ན་ཡང་སྨན་པའི་ངག་བཞིན་བྱ་དགོས་པ་ཡིན་ན། འདོད་ཆགས་ལ་སོགས་པའི་པའི་ཉེས་པ་བརྒྱ་ཉེས་པ་བརྒྱ་ཕྲག་སྟེ་པའི་ཉེས་པ་པའི་རང་པའི་ན་པའི་ཉེས་པ་པའི་ཧ་ཅང་གི་པའི་མང་པོ་མང་པོའི་ནད་ཀྱིས་བཏབ་ནས་ཡོད་དེ་པ་དེ་ཨེ་ནི་ནད་ཀྱིས་རྟག་ཏུ་བཏབ་ནས་ཡོད་དེ་པ་དེ་ལ་ཨེ་ནི་ཨོ་ཡ། དེ་བཞིན་གཤེགས་པ་ཁྱེད་ཀྱིས་པའི་ངག་ནང་བཞིན་ཁྱེད་ཀྱིས་པའི་གསུང་ནང་བཞིན་ད་བྱ་དགོས་པ་ད་ཨེ་ནི་སྨོས་ཅི་དགོས་པ་དེ།

ཉོན་མོངས་པའི་ནད། འདོད་ཆགས་ལ་སོགས་པ་སྟེ་ཉེས་པ་བརྒྱ་ཕྲག་དུ་མས་དག་པའི་རྟག་ཏུ་བཏབ་ནས་ཡོད་དེ་ངེད་ཀྱིས་ཉེས་པ་དེ་གྱིས་དེ་གྱིས་ཨེ་ནི་ཞེ་དྲག་ཉེས་པ་དེ་འདྲས་ཀྱིས་པས་བཏབ་ནས་ཡོད་ཟེར་བ་དེ་ཧ་ཅང་གི་པས་ག་སོགས་རེད་པས་ཚབས་ཆེན་པོ་རེད་ཟེར་ཡིན་ཀྱང་ཚབས་ཆེན་པོ་རེད་ག་འདྲས་རེད་ཟེར་ན་ཉེས་པ་དེ་གྱིས་དེ་གྱིས་ཐམས་ཅད་ཕར་བཞག་ནས་དང་ཉེས་པ་དེའི་ནང་གི་ཉེས་པ་གཅིག་གིས་ཡང་འཛམ་བུ་གླིང་འདི་ན་མི་ཀུན་བརླག་པར་བྱེད་ཡག་གི་ནུས་པ་ཡོད་རེད་ཏན་ཏན་རེད་ཉེས་པར་བཏགས་པའི་ཁོང་ཁྲོ་དང་ང་རྒྱལ་དང་གཅིག་ཐེ་ཚོམ་ཟེར་ཡ་རུ་དཔེ་མང་པོ་ཞིག་ཡོད་དེ་བ་དེའི་དེ་ནང་གི་དཔེ་ན་ཉེས་པ་ཁོང་ཁྲོ་ལྟ་བུ་གཅིག་གིས། དང་ཡང་ན་བའི་ཆོག་ཤེས་མེད་དེ་ངེས་ཀྱི། ཉེས་པ་ཆོག་ཤེས་མེད་ལྟ་བུ་ལྟ་བུ་གཅིག་གིས་འཛམ་བུ་གླིང་གི་འཁྲུལ་འཁོར་བྱེད་ཡ་གི་ནུས་པ་འདུག་ཨ། རང་ཡང། གཅིག་གིས་གཅིག་གི་དཔེ། དབང་ཆེན་དབང་མེད་རུ་བྱས་ནས་གཅིག་བ་གཅིག་ལ་དཔེ་མ་ཞུ་རུ་བྱས་ཏེ་དེ་འབྲེལ་གྱི། ཨ་ནི་དཔེ་འཇོག་ལོངས་སྤྱོད་ཀྱི་ད།

གཡང་ས་ཐ་མའི་ཆུང་ངུ་ལའང་བག་ཡོད་གནས་པར་བྱ་དགོས་ན་དཔག་ཚད་སྟོང་དུ་ལྷུང་བ་ཡང་ཡུན་རིང་གཡང་སར་སྨིན་བཞིན་ཡོད། ཕག་སོ་གཅིག་གཉིས་ཀྱི་གཡང་ས་ལ་ཡང། མ། བདག་ཅག་ཕྱིན་པ་ཡིན་ན་ཅིག་རྐང་པ་བསྐྱོན་ཤོག་གུར་སམ་པར་འགྲོ་གི་རྩིག་མ་ཆག་གིར་སམ་པར་འགྲོ་གི་དེ་འདྲ་གི་རྔམ་སྐྲག་བྱེད་དགོས་ཡ་ཅིག་བྱེད་ཀྱི་ཡོད་ན། དཔག་ཚད་སྟོང་ཕྲག་དུ་མའི་པའི་ད་གཡང་ས་ངན་སོང་ངན་སོང་ངན་འགྲོ་མུ་མཐའ་མེད་པའི་ད་གཡང་ས་དེ་འདྲ་ཞིག་ལ་ཡང་ཨ་ནི་ལྷུང་ལ་ཉེ་བ་ལྷུང་ལ་མཁས་པ་དེ་འདྲ་ཞིག་གིས།

ཧུམ། དེ་རིང་ཁོ་ན་སྐྱོན་ཡོང་གི་མ་རེད་ཟེར་ནས་བསྡད་པར་འདུག་རིག་གི་མ་རེད་སོང་ཡིན་དྲག་ནས་མེད་པར་འགྱུར་བས་དེ་ནི་དོན་མི་བཟང་བ་རེད། བདག་ལ་མི་འཇིགས་པ་སུ་ཡིས་སྦྱིན་པ་དེ་སུ་གང་གིས་སྦྱིན་ཡང་མ་རེད། དེ་ལྟ་ན་འདི་ལས་ཇི་ལྟར་ངེས་ཚར་གྱུར་འདི་ཡིན་དུས། མི་འཇིགས་པ་སུ་གང་གིས་སྦྱིན་པ་ཞིག་མེད་པ་ཡིན་དུས་འཇིགས་པ་དེ་དག་ལས་ཇི་ལྟར་ངེས་པ་ཐར་བར་འགྱུར་ཏེ་ཐུབ་ཀྱི་མ་འདུག་ཟེར་ནས་བག་ཕེབས་ནས་བསྡད་ན་ད་ཐུག་གི་མ་རེད། དོན་མི་བཟང་བ་མེད་འགྱུར་ན་ཅི་ལྟར་བདག་ཡིད་བདེ་བར་འདུག་དོན་མི་བཟང་བ་མེད་པར་འགྱུར་བ་ངེས་ཀྱི་ཡོད་ན། ཅི་ལྟར་ཏེ། རྒྱུ་མཚན་གང་གིས་བག་མེད་པ་དང། བྱ་བ་ངན་ཞིང་གི་ལེ་ལོ་འདྲ་བོ་དེ་འདྲས་ཀྱི་ཐོག་ནས་བག་མེད་པར་འདུག་རིགས་ཀྱི་རེད་དེ་འདུག་རིགས་ཀྱི་མ་རེད་སོང་ཡོད་དེ། མངོན་ཤེས་མྱོང་སྟེ་ཞིག་པ་ལས་བདག་ལ་ལྷག་པ་ཅི་ཡོད་ན། བདག་ནི་དེ་ལ་མངོན་ཤེས་ནས་བླ་མའི་བཀའ་དང་འགལ་བར་བྱེད། ད་ཡང་ང་རང་ཚོས་གསོན་པའི་རིང་དེ་ལ་ཕྱི་རོལ་གཏན་དུ་ཕན་པའི་དགེ་བ་བསྒྲུབ་མ་ཐུབ། དགེ་བ་བསྒྲུབ་ཡག་རྟགས་འདི་ཤི་བ་ནང་བཞིན་གྱི།

ལོ་བདུད་བརྒྱད་ཀྱི་རིང་ལ་ཡང་ཞག་པོ་སུམ་བརྒྱ་དྲུག་ཅུའི་རིང་ལ། ཞོགས་ཀའི་ཁ་ལག་ཅིག་ཉིན་གུང་ཁ་ལག་ཅིག་དགོང་ཅག་བྱས་ནས་དགོང་དག་ཁ་ལག་ཡོད་མ་རེད། རེད་མ་གཏོགས་པ་ཅིག་ཁ་ལག་གཉིས་གཉིས་སྐྱག་ཟན་རེར་ཟད་བསྡད་ཀྱི་ཡོད་རེད། དེ་རྒྱས་དེ་རྒྱས། ད་མི་བཟང་བའི་ཕུང་པོ་ལ་ཕྱིན་ནས་ད་མི་བཟང་བའི་ཕུང་པོ་ལ་ཕྱིན་ནས་ལུས་ཚ་བའི་རྐྱེན་དུ་ནི་ཕྱིན་ཡོད་རེད་མ་གཏོགས་པ་ཅིག། དེ་འདྲས་ཀྱི་ད་ལྟོ་གོས་ཕུན་སུམ་ཚོགས་པ་བཅས་བྱས་པ་འདི་གིས་ད་ལྟ་གར་ལྟ་རྒྱུ་འདུག་ཨ།

དངོས་གནས་མ་འོངས་པ་ལ་ཡང་རང་གི་ལུས་པོའི་སྟེང་ནས་ད་ག་སོ་རེད། ལན་འཇལ་དགོས་ཡག་གི་ད་ཉན་ཁ་ཡོད་བསྡད་པ་དེ་འདྲ་ཡིན་དུས་ད་ནས་དེ་སོང་བ་ཡིན་པ་ར། དེ་ནི་སྔོན་བཤད་མྱོང་སྟེ་ཞིག་བ་ལས་ད་ལ་ལྷག་པ་ཅི་ཡོད་ན་ད་ནི་དེ་ལ་སྔོན་བཤད་ནས་བླ་མའི་བཀའ་དང་འགལ་བ་བྱས་ད་ནི་བསྟན་པ་བཅོམ་ལྡན་འདས་ཀྱི་ཆོས་ནི་དངོས་ནས་ལོག་འཚོ་མི་བྱ་གསུང་གི་ཡག་རེད་ཚ་བ་ཡག་པོ་ཅིག་སྐྱེ་དགོས་གསུང་གི་ཡག་རེད་ང་ཚོ་དེའི་དེ་ཤེས་གི་ཡག་རེད་ཤེས་གི་ཤེས་གི་ལ་ཡ། ད་ལུགས་སྲོལ་ཡིན་པས་སོ་རོ། ཨེ་ནི་གཅིག་གི་ག་ཚུགས་རེད། ཅིག། མུ་མེན་ལམ་བྱང་ཡིན་པས་སོ་རོག་གཅིག་གི་ཁྲག་ནི་ཨེ་ནི་བ་རེ་བ་རེར་བྱས། སོ་སོ་ཁེ་བཟང་ཞིག་རག་གི་ཡོད་པ་ཡིན་ཙང་ཨེ་ནི་ཅིག་ཤེས་འབྱུང་དང་འདོག་རོག་ཤེས་མ་འབྱུང་དང་འདོག་རོག་བྱས་བྱས། འགྲོ་གི་འདུག་ག། ཁྱེད་རང་སྡུག་ཅག་རེད་བ་རེད། ང་ཚོ་ད། དེའི་བཀའ་དྲིན་ངོ་ནས་རྒྱ་མི་བཀའ་དྲིན་ཆེན་པོ་རེད་བསམ་གི། རྒྱ་མིས་དངོས་ཐད་ནས་ཤིག་སེང་ར་སྤྲོད་བཏང་ནས་བཤད་ཡོད་འདུག་ད་ནི་ཨེ་ནི་ངོ་ཐོག་རེད་ཨ་བསམ་པ་ཅིག། མ་གཞི་ང་རང་ཚོའི་བཀའ་བསྟན་འགྱུར་ནང་ལོགས་ལ་ཡང་ཤིག་སེང་ར་སྤྲོད་བཏང་ངེས་བསླབ་བྱ་མང་པོ་ཡོད་རེད་དེ།